གཤམ་གསལ་གྱི་སྒྲུང་ཐུང་འདི་ནི་འཚོ་བ་དངོས་ལས་བྱུང་བའི་གནས་ཚུལ་ཞིག་ཡིན། བོད་ཀྱི་ས་ཆ་སོ་སོ་ན་གནས་ཚུལ་འདི་བྱུང་བཞིན་ཡོད། ཡིན་ན་ཡང། གློག་བརྙན་འདིའི་ནང་གི་མི་ཚང་མ་ཁྲམ་མཁན་ཡིན་པ་མ་གཏོགས་ཁོ་ཚོ་ལ་ངོ་མ་ཨེ་ཙི་ནད་མེད། ང་རྩྭ་ཐང་གི་འབྲོག་ཕྲུག་སྤྱིར་བཏང་བ་ཞིག་ཡིན། ད་ལོ་ལོ་ཉེར་ལྔ་ཡིན། སྤྱན་དྲང་རེ་བརྒྱབ་ན། རྩྭ་ཐང་འདི་ནས་འཚོ་བ་རོལ་བའི་ལོ་ཉེར་ལྔ་འགོར་སོང་ན་ར། ངས་ཨེ་ཙི་ནད་ཟེར་གྱི་འགོས་ནད་ལྗིད་མོ་ཟིག་ཡོད་ནོ་མི་ཤེས་ནི་མི་འཚལ། ད་རུང། ཕྱི་ཡི་བྱུང་དགོས་ནི་ར། མ་ཤེས་ཟིག། དུས་རྟག་གི། རྩྭ་ཐང་འདི་ནས་ང། གསོན་པའི་གོ་སྐབས་མེད། རྒྱུ་མཚན་ནི།

ང་སྡེ་བ་འདིའི་ནང་གི་རང་ཁྱིས་ཀྱི་ཞིང་བ་ཟིག་ང་སྡེ་བ་འདིའི་ནང་ནས་ད་རོག་གོ་བསྡད་ནས་ང་རང་གི་ཁྱིམ་མི་ར་གྲོགས་པོ་རི་ཀ་ཤི་གི་དགའ་གི་ཡིན་ན་ར་ངའི་ཨེ་ཙི་ནད་སེལ་གོ་ནུ་རྒན་ལི་རྒྱུ་མོ་འདི་ཁྱི་གི་ཤོང་གོ་ནུ་མ་ཤི་ནུ་ཅན་གི་ད་ལྟ་ང་སྡེ་བ་འདིའི་ནང་ནས་ཡིན་རང་འདུག་རྒྱུ་གི་གོ་སྐལ་མེད་གི་རྒྱུ་མཚན་ང་འཆི་རྒྱུ་རེད་འདི་ངའི་གནས་ཚུལ་ཡིན་ཁྱི་ཁྱོད་ངའི་གནས་ཚུལ་འདི་བལྟས་ནུ་གི་གཞིགས་ནས་རང་གི་ཚེ་སྲོག་གནང་འཇོག་མཐོན་པོ་ཡོད་ཅུག་ངའི་རེ་བ་ཡིན།
ང་ཡང་རྩྭ་ཐང་འདིའི་སྟེང་གི་ཁ་ཡ་ནར་ཟླ་ཚོ་དང་འདྲ་བར་ནོར་ལུག་འཚོ་སྐྱོང་བྱས་ནས་མི་ཚེ་སྐྱེལ་བཞིན་ཡོད། རང་གི་སྟག་ལ་ཞོན་ནས་རི་མགོ་ར་མཚོ་ཁ་འཇོག་རྒྱུ་ར་གཡར་ཁ་རྩྭ་ཐང་སྟེང་ནས་ཉལ་བའི་སྐར་མ་ལྟ་རྒྱུ་དགའ། ངའི་སྐྱ་རྩི་ར་མི་ཆོག་རྒྱུ་མེད། ངི་ཆུ་རྫོང་ཐོག་གི་རྟ་རྒྱུག་འགྲན་བསྡུར་ཐོག་ནས། ཐེངས་མང་བོར་སྒར་རྟགས་བླངས་མྱོང། ང་རང་གི་མྱི་ཚེའི་ནང་དུ། རགས་པ་ར་བཟའ་མི་ཚོ་ལ་ཉམས་པའི་གཅིག་གི་ལྟ་བུར་ཉམས་ཞོར་འདྲ་སྡུག་གི་ཁེར་བོ་ཉམས་ཁེར་ཡི་གོ་རེ་མི་སེམས་པ་སྐྱེ་གི་སྐྱིད་པོ་ཡིན། ཡིན་ན་ར་ད་ལྟ་ངའི་མྱི་ཚེ་ལ་འགྱུར་ལྡོག་བྱུང་སྟངས་ཟིག་ད་བར་ང་སྔོན་ཆད་ར་མི་འདྲ་བར་སེམས་སྡུག་མང་བ་ཟིག་ཡོད་གི། ད་ལྟ་ངའི་རགས་པ་ར་བཟའ་མི་ཚང་མས་ང་འཛིན་པའི་ལྟ་ཚུལ་ཡང་སྔོན་ཆད་ལྟ་བུ་ཟིག་མ་རེད། ཁུ་ཆུས་ང་སྐད་ཆ་མི་བཤད་ན་མི་ཚད་འདུག་རོགས་ར་མི་ཡི་གི། ཁུ་ཆུས་སེམས་མ་ངུ་རྩི་བ་ཡོང་ན་གནད་འདི་འགེལ་རྒྱུ་རེད་འདོད་གོ། དོན་ངོ་མ་དུ་མོ་ཟིག་ཡིན་ནི་མ་རེད། ད་ལྟ་ངས་གནད་འདི་ཆི་ཡིས་འགེལ་གི་ཡོད་ནི་ས་བོ་ཤེས་སོང། ཞིང་ཆེན་གི་སྨན་ཁང་བྱིས་པའི་སྨན་པ་ཚང་མས་ར་གནད་འདི་ཆི་ཡིས་འགེལ་གི་ཡོད་པ་ང་ལ་གསལ་བོ་བཤད་གི། རེ་བ་ཡིན་ན། ཁྱེད་ཆེས་ངུ་ནག་གི་གནས་ཚུལ་འདིར་བལྟས་ནུབ་གཞིགས་ནས། ཨེ་ཙི་ནད་ཡོད་པའི་མི་ལ་ལྟ་ཚུལ་ངན་པ་མ་འཛིན། ངས་གནས་ཚུལ་འདིར་བལྟས་རྗེས་ཁྱེད་ཆེས་ནད་འདི་ཆེས་སྔོན་འགོག་ཡས་སུ་གི་ཤེས་བྱ་ལེན་ཐུབ། འདི་རང་རང་གི་གཉེན་ཉེ་གྲོགས་པོ་ཚང་མ་ཡང་བཤད་རོགས། ངས་བྱ་སྣོད་སྐད་ཆ་སྣང་ཆུང་དུ་མ་གཏོང་བ། རང་བཞིན་ཚང་མ་ཉེན་ཁ་ཆེ་བའི་ནད་འདི་ནས་ཐར་ཐབས་ཡེ་རྒྱོ་ངི་རེ་བ་ཡིན།
ང་གཉེན་སྒྲིག་གིས་ལོ་གསུམ་འགོར་སོང་བ། ད་ལྟ་ང་ལོ་གཅིག་ལ་སོན་འདང་ནུག་ཕྱི་ལུ་ཟུག་ཡོད། ང་རང་གི་ཕྱི་ལུ་ཡ་ཕྱི་གི་སྒམ་ནི་མི་སྲིད་གི། ཡར་གླག་ཆགས་དང་ན་ཕྱག་གང་མཐུན་ནས་ཉག་གཞབ་ན་བལྟས་ན་སྟོད་ཤུལ་གྱ་འཛིག་སྐྱེ་སངས་ཡིན་ན་འདོད་ཡོད། ཡིན་ན་རེད་དེ་ལྟར་འབྱུང་མི་སྲིད། གཅིག་ནས། ཁིར་དགེ་ལོ་གཅིག་ར་གཉའ་མ་གཏོགས་སོན་མི་ཐུབ་གི། རྒྱུ་མཚན་ཁིར་དགེ་ཡང་ཨེ་ཙི་ནད་སྲི་ཀུན་འདི་བྱུང་བདག་གི། ན་ནིང་ངའི་ཁྱོ་ག་ཨེ་ཙི་ནད་བྱུང་བས་ཤི་སོང་བ། དེའི་སྐལ་བ། སྨན་པ་རིགས་ཀྱིས་ནད་འདིའི་སྐོར་ང་གསལ་བོ་ཟིག་བཤད་ཐལ། སྨན་པ་རིགས་ཀྱིས་ང་རང་ངའི་ཕྱི་ལུས་གཉིས་ཀའི་ཁྱི་ཧ་ལྟག་ཤུ་ལུ་ཡོད་ས་ཚོ། ངའི་གཉིས་ཀ་ཡང་ནད་འདི་འགའི་ཟླ་བ་ཁུ་སིག་གི། ངའི་ཁྱོ་ག་ཤི་སོང་ནུས་གི། ངའི་གཉེན་ཉེ་ར་ཁྱིམ་ཚང་རིགས་ཀྱིས་ངའི་ཁའི་རོགས་ཡིན་ན་ར། སྡེ་བ་གཞན་པ་གི་གཉིད་ལ་ལ་ཟིག་གི། ང་རང་ངའི་ཕྱི་ལུས་གཉིས་ཀ་ནད་འདི་ཡོད་ནུས་ཤེས་སྐད་ཆ་ངན་པ་བཤད་གི།

བདེན་པ་མིན་ནོ་གསལ་བོ་ཡིད་ཆེས་ཐོབ།
ད་ལྟ་ང་རང་གིས་ནོར་ལུག་འཚོ་བའི་སྐབས་སུ་སྔོན་ཆད་ལྟར་གླུ་ལེན་འདོད་པའི་སེམས་ར་མེད་ནི་མི་འཚལ། ངས་རང་གི་ཁྱིམ་ཚང་ར་གཉེན་སྒྲིག་བྱེད་པའི་སྐོར་ལ་བསམ་བློ་གཏོང་བའི་གོ་སྐབས་ར་དུས་ཚོད་ཀྱང་མེད། གནད་འདི་ལ་ཚེ་ཐག་ཇེ་རིང་དུ་གཏོང་བའི་སྨན་ཡོད་ནོ་མ་གཏོགས་ནད་དྲག་འཇིག་རྒྱུའི་སྨན་མེད། ད་ལྟ་ངའི་ན་ཚ་ཇེ་སྡུག་ནས་ཇེ་སྡུག་རེད། ངའི་སེམས་ནང་ནས། ང་སྐྱེས་པ་ད་ཐེངས་དུས་ཚོད་མང་ང་ཟིག་འདུག་མི་ཐུབ་ནོ་ཞིག་གི། ངས་ནད་འདི་སྔོན་འགོག་ཡེ་མ་བྱས་ནོ་ལྟ་གི། ད་ལྟ་ང་འཆི་བ་དང་བཅས་ཉེ་རེད། ཨ་ཧའོ། སྔོན་ཆད་སུ་ཟིག་གི་ནད་འདི་ཆི་ཡི་སྔོན་འགོག་ཡེ་དགོས་ཟུག་བཤད་ཡོད་རྒྱུ་ན། ང་ཡང་ཚེ་ཐག་རིང་བ་ཟིག་འདུག་ཐུབ་ན་མི་ཚད་ང་ད་རུང་ཆུང་མ་ར་བྱ་ཡི་བྱ་ཡི་གི་བྱ་ཡི་ཡང་མི་མངའ་ཡོད་ཀྱི་རེད་ཡིན་ན་ར་ད་ལྟ་ཁྱི་བདག་གིས་ང་སྒུག་བསྡད་ཡོད་སྐབས་དེ་ཁྱི་རང་ལ་ནད་འདི་མོ་ཟིག་མེ་ལ་བསྡད་འདོད་ན་ངས་ཁྱབ་པའི་སྐད་ཆ་འདིར་ས་བོ་ཉན་རྒྱུ་དཀའ་ཆེ་བོ་སར་ཚང་མ་ངའི་ལོ་ཚད་འདི་མོ་ཟིག་ཐོན་ན་བུ་མོ་ཡག་མ་ཆོ་ག་ནི་མི་ཚད་དུ་འཆོར་བ་ཉན་པའི་ཉན་ན་འདོད་ནི་རེད། སྔོན་ཆད་ང་བུ་མོ་གཟུགས་ར་ཉམས་པའི་གཉའ་ནུ་ཞིག་ནས་གྲང་ཞིག་གིས་ནད་ལྷོག་སོང་བ། དེ་ནས་ང་རྫོང་ཐོག་གི་སྨན་ཁང་ལ་སོང་བས་སྨན་པ་ཚོས་ཕྱི་ནུ་གི་སྨན་གཟའ་འཁོར་གཅིག་ག་དུང་ནུ་ཞིག་གི་གྲང་ཞིག་གི་ནད་དེ་ཇི་དགའ་བས་ཐལ། དུས་སྟབས་ཀྱིས་ནད་དེ་ལ་སེམས་ཁུར་ཡེད་མ་མྱོང། རྒྱུ་མཚན། ངའི་ངོ་ཤེས་པའི་ཉིན་མང་ང་གཟུགས། གྲངས་གཅིག་གི་ནད་དེ་བྱུང་མྱོང་ཟིག། ཡིན་ན་ར། ངས་རང་ལ་སྐབས་དེ་དུས་ཨེ་ཙི་གི་ནད་འགོས་སོང་ནོ་གཏན་ནས་མ་བྱས། ང་གཉའ་ནུའི་བུ་མོ་ཚང་མ་ཕར་བལྟས་ན་ནད་ཡོད་ནོ་ཟིག་ག་མི་རིག་གི། ཞིང་ཆེན་གྱི་སྨན་ཁང་ཆེན་མོའི་སྨན་པ་ཚོས་བཤད་ན། ནད་དེ་ཡོད་མེད་སྙིགས་ཀྱིས་བལྟས་ན་བྱས་ན་མ་རེད་ཟེར་གི། བོད་མི་མང་ཆེ་བ་ནད་རྟགས་ཡིན་རང་གཟིགས་མེད་ནོ་གི། ཁི་ཁྱོ་ཨེ་ཙི་ནད་ཡོད་ན་ར་ཤེས་ནི་མ་རེད། སྨན་པ་ཁྱོས་ང་ནད་དེའི་སྐོར་གི་དཔེ་ཆ་ཞིག་ནུབ་གནང་ན་ཨེ་ཙི་ནད་ཆི་ཡིན་དགོས་ཚུལ་བྲིས་འདུག། ངས་ནད་འདི་མ་བྱུང་གོང་ང་ཨེ་ཙི་ནད་འདི་ཁྱི་མོ་དགོས་ནི་ར་མི་ཤེས། ད་ལྟ་ཀྲུང་གོ་རྒྱལ་ཁབ་ནས་ཚེ་སྲོག་ཉེན་ཁ་ཡོད་པའི་ནད་རིགས་གསུམ་པ་དེ་ཨེ་ཙི་ནད་རེད། ཁྱེད་གཞན་པ་ལག་འཇུ་ཡིན་ནོ་ར་རྩི་བ་སོང་ནོ་གི་ན་དེ་འགོ་ནི་མ་རེད། བོད་པ་ར་ཁ་ལི་ནི་ར་འགོ་ནི་མ་རེད། ཡིན་རྒྱུ་སྤྲེ་ཤུབ་གོ་ཅོ་མ་ཡི་ལ་ཨེ་ཙི་ནི་ཡོ་ནོ་གི་བུ་མོ་ར་སྙམ་པའི་ཉ་ན་ད་བཟོ་འགེ་ནི་རེད། ཡིན་ན་ར་སྤྲེ་ཤུབ་གི་བརྒྱ་ཆའི་བརྒྱ་གི་སྔོན་འགོག་ཡང་བྱེད་མི་ཐུབ་ནི་མི་ཚད། ཨེ་ཙི་ནི་ར་ཡང་ན་ནད་གཞན་པ་ར་འགོས་རྒྱུ་ཡོ་ནི་རེད། རྒྱུན་ལྡན་གི་ཆད་པ་བཅོ་སུ་མི་ནུས།

གལ་ཏེ་ངས་གཉེན་སྒྲིག་མ་ཡི་རྐང་བ་ཉིན་མང་བོར་རྐང་འདོན་དུ་ལ་ཆག་པ་བྱེད་མེད་ཀྱི་ན། ངའི་མགོ་ཐོག་ལ་ཆུ་བ་འདི་མི་ཐོན་ཁོ་ཐག་ཡིན། ངས་ཁྱོད་ཚོ་ཁ་ལ་ཞི་བར་ཡེ་ནས། རང་གིས་རང་ལ་བདག་བྱས་ནས་ངའི་སྐྱོན་ཆ་འདི་མོ་གཏན་ནས་ལེན་མི་ཉན།
ང་མཚོ་ན་སེམས་པ་གཤིས་ཀྱི་སྐྱོན་ནི་བདེ་ཐང་མིག་གི་ཆ་ཡི་གཞན་པར་ག་རྩེ་མོ་རྩེ་གོ་ནོར་གི་ན། ངའི་ཕྱི་ལུས་འདི་ཡར་ལག་ཆགས་མི་ཐུབ་ནི་མ་ཟིག་གི། ཁུ་ཆུ་ནང་བཞིན་གི་ཡང་རྩེད་མོ་རྩེད་མི་ཐུབ་ནི་དེ་རེད། སྤྱིར་ངའི་རང་གི་ཕྱི་ལས་རེ་བ་ཆེན་པོ་བཟུང་ཡོད། ཡིན་ནའ་ར། ད་ལྟ་ཁིར་གིས་ཡར་ལག་ཆགས་ཐུབ་ནི་མ་རེད། རང་གི་ཁྱོ་ག་ཤི་སོང་མི་ལྟ་གི་ངའི་སེམས་གཤིས་ཀྱི་སྐྱོ་གི། རྒྱུ་མཚན་ང་ཁིར་གིས་གཤིས་ཀྱི་དགའ་གི། ང་ཡང་ཁྱེད་ཀྱི་རེད། དེ་མ་ཟད། ངའི་སེམས་ཧ་ཅང་གི་སྐྱོ་ནི། ངས་གཉིད་ཀྱི་ལྟུས་ལྟོས་རང་གི་ཕྱི་རིམ་ཆུ་གི་འཇུག་རྒྱུ་དེ་རེད། སྤྱིར་ཧ་མ་བུ་ཕྲུག་གི་སྔུན་ན་འཆི་སྒོ་ནི་གཟུགས་མིན། བུ་ཕྲུག་ཧ་མའི་སྔུན་ན་འཆི་སྒོ་ནི་ཧ་ཅང་གི་ཉུང་གི། ད་ལྟ། ང་གནའ་མའི་ནི་རུ་རང་གི་ཕྱི་ལར་ཉམས་དགའི་བསྡད་ཡོད། རྒྱུ་མཚན། ང་གཉིས་ཀ་ཉམས་དགའི་འདུག་རྒྱུ་གི་དུས་ཚོད་མང་བ་ཟིག་མེད་གི། སྨན་པ་རི་གས་ང་ནད་འདི་ཆིག་ཡིན་གོ་དགོས་ན་གསལ་བོ་ཟིག་བཤད་དང་ཐལ། ཡིན་ན་ར། ངས་བསམ་ན་དོན་དག་དུམ་བུ་ཟིག་བྱུང་སྲིད་ཀྱི་མ་རེད། ང་རང་གི་ཁྱོ་ག་ཡང་གཉེན་སྒྲིག་མ་ཡིན་ནོ་མིན་ན། གཉེར་གཞན་པ་གཉེར་མ་མིན། ཡིན་ན་ར། ངའི་ཁྱོ་ག་སྔོན་ཆད་ཐང་མ་གཅིག་ག་གྲོང་ཁྱེར་ར་སོང་ནས་ཉི་མ་ཁ་ཤས་ཟིག་ག་བསྡད་ལ། གོ་ནོ་ཡིན་ན་སྔོན་ཆད་ངའི་ཁྱོ་སྡེ་བའི་ནང་གི་མྱི་ལ་ལ་གྲོང་ཁྱེར་ར་སོང་ནས་སྨན་ཚོང་མ་ར་ཉམས་གི་གཉའ་ནི་རེ་བྱེད་གི། སྨན་པ་རི་གས་བཤད་ན་སྨན་ཚོང་མ་མང་ཆེ་བ་ཟིག་ག

ཡིན་ན་ར། གཉིས་ཁུར་གི་སེམས་གསོ་ཆི་ཡི་དགོན་ན་མི་ཞིག།
ད་ལྟ་ཁྱེད་ཀྱིས་དངུལ་ཆུའི་གནས་ཚུལ་གསལ་བོར་གོ་སོང་བས། ཁྱེད་ཆུ་བོ་སྔོན་ཆད་ཀྱི་དངུལ་ཆུ་ལྟར་གཅིག་ར་མི་བྱེད་ནུས་མིན། ད་ལྟ་ཁྱོད་ལ་ཚེ་སྲོག་འདྲེན་པའི་གོ་སྐབས་ཡོད་གི། ཁྱེད་ཆུ་འདྲེན་པ་ནི་རང་ཉིད་གཅིག་པུའི་འཚོ་བ་སྐྱིད་པོ་རོལ་བ་དེ་མ་རེད། ཁྱོད་དགའ་བའི་མྱི་ཚང་མའི་ཆེད་དུ་ཡང་རེད། གལ་ཏེ་ཁྱོད་ཕ་མ་ཡིན་ན་རང་གི་བུ་ཕྲུག་ལ་སྐྱོན་དེ་མ་བྱུང་སྔོན་ལ་སློབ་གསོ་གཏོང་དགོས། སྙིང་ནས་བརྩེ་བའི་གྲོགས་པོ་ཚོ། ཁྱི་ཁྱོད་དགའ་བའི་གྲོགས་པོ་ར་གྲོགས་མོ། ངི་ཁྱོས་གནས་ཚུལ་འདི་གོ་མ་མྱོང་ན་ཁི་ཁྱོ་བཤད་རོགས་གནོང། ངི་ཁྱི་ཞི་བ་ཡི། ཚེ་སྲོག་འདེམས་རོགས། ཚེ་སྲོག་འདེམས་རོགས། ཚེ་སྲོག་འདེམས་རོགས། ཨེ་ཙི་ནད་མེད་པའི་རང་དབང་གི་འཚོ་བ་འདེམས་སྒྲུག། མི་ཚེའི་རིང་བོ་དང་བདེ་སྐྱིད་ཀྱི་འཚོ་བ་འདེམས་སྒྲུག། རྡོ་རྩིག་ཡི་ཤེས་རབ་ཀྱིས་འཚོ་བ་ལ་བདེ་ཐང་བསྐྱལ།